རྟོག་བཅས་ཀུན་བསླང་སྙོམས་པས་བཅོམ་ལྡན་འདས་མཚན་ཙམ་ཐོས་པས་ངན་འགྲོའི་སྡུག་བསྔལ་སྲིད་དུག་གསུམ་ནད་སྲིད་སངས་རྒྱས་མན་ཆད་ལ་བིནྡུ་ར་ཡི་འོད་ལ་ཕྱག་འཚལ་ལོ། ཇི་སྲིད་ནམ་མཁའ་གནས་པ་དང་འགྲོ་བ་ཇི་སྲིད་གནས་གྱུར་པ་དེ་སྲིད་བདག་ནི་གནས་གྱུར་ནས་འགྲོ་བའི་སྡུག་བསྔལ་བསལ་བར་ཤོག། རྣམ་པ་གཙང་མ་ལ་འཚམས་འདྲི་ཞུ་གི་ཡོད་ལྷ་དགའ་བསང་ཞུ་ཡ་ཡིན། སླར་ཡང་མཇལ་བ་ཧ་ཅང་དགའ་པོ་བྱུང་རྣམ་པ་གཙང་མ་སྐུ་གཟུགས་གསལ་དང། རྣམ་པ་མཛོད། བརྙན་འདི་མགོ་ནས་སྐུ་བ་སོ་ངེས་པར་དུ་གཟིགས་རོགས་གནང། ནི་ལྷག་པར་དུ། བོད་ཀྱི་གསོ་བ་རིག་པའི་ཐོན་རྫས་དང་བོད་ཀྱི་གསོ་བ་རིག་པའི་རིག་གཞུང་ལ་རྣམ་པ་ཚོས་རྒྱབ་སྐྱོར་གནང་རོགས་གནང་དགའ་གནང་ཞིང་གུས་པ་ལས་རྒྱབ་སྐྱོར་གནང་རོགས་གནང་ཞུ་ཡ་ཡིན། ཐོག་བྱེད་ཆེ། ད་དེ་རིང་དམིགས་བསལ་གྱི་འདི་ལ། རྣམ་པ་ཚོ་ལ་དམིགས་བསལ་གྱིས་རྡ་ས་སྨན་རྩིས་ཁང་གི་བཟོ་སྐྲུན་ཞུ་བཞག་པའི་ཐོན་རྫས་ཕུལ་དུ་བྱུང་བ་ཅིག་ཁྱི་ཡོད། དེ་འདྲ་བྱུང་ཙང་ད་ཏིང་ངེ་ངོ་སྤྲོད་ཞུ་ཡ་ཡིན། དེའི་མིང་ལ། སྟོབས་སྨན་བཅུད་བསྡུས་རྒྱ་མཚོ། སྟོབས་སྨན་བཅུད་བསྡུས་རྒྱ་མཚོ། ཨིན་ཇིའི་སྐད་ལ Health Tonic།

འདི། ཧ་ཅང་གི་ཕན་ཐོགས་ཆེན་པོ་ཞིག་འདུག། གཙོ་བོ་ག་རེ་ལ་ཕན་གྱི་འདུག་ན་ན། ང་ཚོ་ཟོག་པོ་སྐྱོ་པོ། ཨེ་ནི། ཟོག་པོ་ལ་སྟོབས་མི་འདུག། ཟོག་པོ་ཉམས་ཤ། ཟུངས། གཟན་ཤ། ཟུངས། ཨིན་ཇི་སྐད་ཞུས་པ་ཡིན་ན Hemoglobin སྐྱོ་པོ་འདུག་ཟེར་འབྱོར་པའོ་དེ་ཚོའི་རིགས་ལ་ཧམ་སངས་ཕན་འདུག། དེ་ནི། དམིགས་བསལ་གྱི་ག་རེ་ཕན་པོ་ཡོད་རེད་ཟེར་ན། སྐྱེས་པ། སྐྱེས་པ་ཕོ། ནི་ད་ལོ་ཡར་ལྔ་བཅུ་དྲུག་ཅུ་སླད་སོང་ན། ནི་ཆགས་པ་ཉམས་ནས། ནི་སོ་སོའི་བཟའ་ཟླ་ལ། ཅིག་འདོད་པ་ཚིམ་པ། ད་ག་ཚུགས་རེད། ཆགས་སྤྱོད་བྱེད་མ་ཐུབ་པའི་དཀའ་ངལ་འདི་འདྲ་ཡོང་དུས་ད་ནས་དེ་ཚོའི་རིགས་ལ་ཧང་སང་གི་ཕན་ཐོགས་ཆེན་པོ་འདུག་འདི་སོང་ཙང་རྣམ་པ་ཚོས་འདི་གོ་ནས་སྐུ་པོ་ཏོ་གཟིགས་དགོས་ཡ་དེ་གལ་ཆེན་པོ་ཞུ་རྒྱུ་རེད། ནི་འདི་འདྲའི་གི་རིགས་དུས་སང་རྒྱ་མའི་གི་སྨན་མང་པོ་ཞོ་འདི་འདྲ་ཟ་གི་འདུག་ཁག་ཅིག་བོད་པའི་ནང་ནས་བཟང་ངན་མང་པོ་འདུག་ནམ་སང་ནམ་སང་ཅིག་ནུས་པ་བཏོན་ཡག་དེ་འདྲའི་ཆེད་དུ་བཟང་ངན་དེ་འདྲ་འདུག་དེ་ཚོའི་རིགས་དེ་གི་མ་འོངས་པ་ལ་ཁྱེད་རང་གི་མཁལ་མ་ལ་ཉེན་ཁ་ཡོད་རེད་དེ་ཚོའི་རིགས་མ་ཟེར་ན་ཡག་པོ་བ་རེད། འདི་ཟེར་བ་ཡིན་ན་ཁྱེད་རང་གི་མཁལ་མ་ལས་ཕན་གི་རེད་ཁྱེད་རང་གི་འདོད་པ་དེ་ལས་ཕན་གི་རེད་ཁྱེད་རང་གི་ཟོག་པོ་སྤྱི་ཡོངས་ལས་ཕན་གི་རེད་འོ་དེ་རེད། ད་འདི་གི་ཕན་ཡོན་གཙོ་བོ་དེ་ག་རེ་གསུངས་བ་རེད། ད་འདི་གཙོ་བོ་སྨན་རྩིས་ཁང་གིས་བཟོས་ཡོང་བ་རེད་བོད་ཀྱི་རྒྱུད་བཞི་དང་ཉམས་ཡིག་དེ་ཚོ་གཞིར་བཞག་པའི་སྒང་ནས་བཟོས་གནང་གི་ཡོད་རེད། ད་དེ་ཚོ་གི་གཙོ་བོ་དམིགས་ཡུལ་དེ་ག་རེད། སྤྱི་ལ་ཕན་པ་དང་རིག་གཞུང་ལ་ཕན་པ། འདི་རེད། འོ་དེ་ནི་སོང་ཙང་བོད་ཀྱི་གསོ་རིག་དགོངས་དོན་བཞིན་རང་བྱུང་སྔོ་སྨན་ལས་སྦྱོར་གསོ་བྱས་པའི་སྟོབས་སྨན་འདིས། ལུས་ཁམས་ཀྱི་མདངས་སྟོབས་རྒྱས་པ། ད་ལུས་ཁམས་ཟེར་དུས་ནི་ལུས་ཟེར་དུས་ད་ནི་དེ་ནང་ཆུ། དོན་ལྔ་སྣོད་དྲུག་དང་སྒོ་ངའི་དབང་པོ་ལྔ། ཚོགས་པའི་ཨེ་ནི་ཤ་ཁྲག་གི་ཕུང་པོ་ལས་གྲུབ་པའི་འདི་ལ་ནི་ལུས་འདི་ལ་ནི་སེམས་གནས་པར་བྱ་བའི་ཡུལ། འཛིན་ས་གཅིག་ལ་ལུས་ཟེར་དགོས། འདི་འདྲ་རྩོམ་དང་འདི་ནི་ལུས་ཀྱི་ཁམས་ལུས་ཡག་པོ་ཆགས་ཐུབ་པ་རེད་ཅིག་བཤད་དེ་དོན་ལྔ་སྣོད་དྲུག་སོ་སོའི་རྒྱུ་ལམ་དང་དེ་འགྱེད་ལ་ཕན་ཐོགས་ཆེན་པོ་ཞུགས་ཡོང་གི་རེད་ཅིག་བཤད་དགོས། གཉིས་པ་འདི་ཁམས་ཟེར་དེ་དང་ནི་མིའི་སེམས་ཁམས་ཟེར་དགོས། ལུས་ཁམས་དང་སེམས་ཁམས་གཉིས་ཡོད། ལུས་ཀྱི་ཁམས་ལས་ཕན་པ་གང་ཞིག་ལ་སེམས་ཀྱི་ཁམས་ལ་ལུས་ཀྱི་ཁམས་ཇི་ཙམ་གྱིས་འཕེལ་དང་བ་ཟད་པ་འཁྲུགས་པ་བྱུང་སོང་ན་ནི་སེམས་ཀྱི་ཁམས་དེ་ལ་ཡང་དེ་ནང་བཞིན་གྱི་མངོན་གྱུར་འབྱུང་དགོས་བར་དེ་འདྲ་སོང་ཙང་དེའི་སྙིང་གི་ལ་ཕན་གྱི་ཡོད་གསུང་གོ། མདངས། སྟོབས། ན། མདངས། དུས་མདངས་ནི་སེམས་ལ་སྡུག་བསྔལ་གྱིས་བསད་དེ་སྲེག་ལ་ང་ཚོ་གི་ད་མདངས་ཟེར་ཡག་དེ་ནི་སྲོག་འཛིན་རླུང་དང་འབྲེལ་བ་ཤུགས་ཆེན་པོ་ཞེའུ་ཅོར་སྲོག་རླུང་ཟེར་ཡག་དུས་སང་མང་པོ་ཅིག་གི་ཐ་སྙད་བེད་སྤྱོད་དེ་ཆིག་ཐོག་སྲོག་རླུང་སྲོག་རླུང Oxygen ལ་གི་ཐོག་འདི་དང་འབྲེལ་བ་ཧང་སང་གི་ཤུགས་ཆེན་པོ་བྱོས་བ་རེད། དེ་འདྲ་སོང་ཙང་ཨེ་ནི་ཟོག་པོ་ལ་སེམས་སྡུག་ག་ཚོད་མང་བ་ཡོད་པ་འདི་ཙམ་གྱིས་མི་དེ་གི་མདངས་ཉམས་ཡོང་གི་རེད་མདངས་ཉམས་ཡོང་ན་མི་གི་བླ་ཉམས་ཡོང་གི་རེད་བླ་ཉམས་ཡོང་དུས་མི་གི་རླུང་རྟ་ཆགས་འགྲོ་གི་རླུང་རྟ་ཆགས་སོང་ན་བསོད་ནམས་ཟད་འགྲོ་གི་རེད་ཨེ་ནི་བར་ཆད་ཡོང་གི་རེད་བར་ཆད་དེ་ལ་ཨེ་ནི་ལུས་རང་ལ་ན་ཚ་བྱུང་ངས་བར་ཆད་ཨེ་ནི་དེ་ལ་མི་མ་ཡིན་གི་ཨེ་ནི་སོ་སོའི་ཟོག་པོའི་བླ་ཉམས་ཡོང་དུས་ད་ནས་ཨེ་ནི་དེ་ལ་རྐྱེན་པས་ཡང་ཨེ་ནི་རླུང་གི་བར་ཆད་འོ་དེ་འདྲ་ཡོང་གི་ཡོད་རེད་གདོན་གི་བར་ཆད་འོ་འདི་ཚོ་ཚང་མ་ལ་ཕན་ཐོགས་ཆེན་པོ་འབྱུང་གི་རེད་ཤེས་གི་ཡོད་རེད། ལེའུ་བདུན་ནས་བཤད་པའི་གདངས་དང་སྟོབས་དེ་ཉམས་པ་དེ་ཡང་སོ་ཡོད་ནས་རྒྱས་པར་བྱེད་ཀྱི་རེད། དེ་ནས། མིག་ལ་སོགས་པའི་དབང་པོ་རྣམས་གསལ་བ་དང་དབང་པོ་སྒོ་ལྔའི་དབང་པོ་ལྔ་དང་ལུས་ཀྱི་ཁམས་བདུན་བརྒྱ་ཡག་པོ་ཆགས་པ་ཡིན་ན་རང་བཞིན་གྱི་དབང་པོ་དང་དོན་ལྔ་དུས་འགྲུབ། དོན་ལྔ་དེ་ཉིད་རང་རང་གི་མཚན་ཉིད་དེ་ལ་ཚུལ་བཞིན་དུ་ལས་ཀ་བྱེད་ཀྱི་རུང་བ་ཡུལ་ལ་འཇུག་སའི་གི་ཡུལ་དེ་ཉིད་ལ་ཚུལ་བཞིན་དུ་རང་གི་ལས་ཀ་དེ་བྱེད་ཀྱི་ནུས་པ་གོ་སྐབས་ཅིག་རག་དགོས་པར་ཁྱད་པར་དུ། མཁལ་སྨན་དྲོད་བསྐྱེད་ཅིང་ཟད་དེ་ཞེས་སོགས་ཁྱད་པར་དུ་དམིགས་བསལ་ཡང་ནི་ལུས་ཁམས་སྨད་ལ་ཡོད་པའི་ཆུ་ཁམས་ཀྱི་རང་བཞིན་མཁལ་སྨན་གྱི་དྲོད་དེ་སྐྱེ་གི་རེད། མཁལ་སྨན་དྲོད་དེ་སྐྱེས་སོང་ན་ག་རེ་ཡོང་བ་རེད་ཡང་ནི་འདོད་པ་ཉམས་པ་སོགས་ནུས། ཡང་ནི། མིག་གི་ཕོག་གི་འདོད་པ་ཉམས་ཡག་དེ་ག་རེ་བྱས་ན་ཉམས་དགོས་བ་རེད་ཟེར་ན། མཁལ་སྨན་དྲོད་མཁལ་མ་དང་སྒང་པ་དེ་འགྱེད་ཀྱི་དྲོད་དེ་ཉམས་ཡོང་དུས་ད་ནི་ཡང་ནི་ང་ཚོ་དབྱིན་ཇི་ཡིན་ན་བསམ་བོད་པས་ཀྱིས་ན་བསམ་སེའུ་ཟེར་བ་དེའི་ནུས་པ་ཉམས་འདུག་གོ་དེའི་ནུས་པ་ཉམས་མི་འདུག་ད་ནི་ཨེ་ནི། སོ་སོ་ཆགས་པ་གཅོད་པའི་སྐབས་ལ་བཀའ་མོལ་ཞིག་འཁྲིགས་ལོར་དེ་འདྲ་སོང་ཙང། ཨེ་ནི། འདི་ལ་ཕན་ཐོགས་ཆེན་པོ་ཞོ་བཅུ་ཡོད། འདོད་པ་ཉམས་པ་གསོ་ནུས་པའི། ཕན་ཡོན་དམིགས་བསལ་ལྡན་ཡོད། འོ་དེ་རེད། དེ་འདྲ་སོང་ཙང། དམིགས་བསལ་གྱི་ཕན་ཡོན་འདི། ཨེ་ནི། རོ་བཙའ་སོགས་ཡང་རང་གི་ཆེད་དུ་རེད། འདི་སོང་ཙང་ཕྱི་ལུགས་ཀྱི་སྨན་ཟས་པ་དང་ནམ་སང་བེད་སྤྱོད་ནུས་པ་ཐོན་ཡག་དེ་འདྲའི་ཟས་པ་ཡིན་ན་ད་ལྟ་ཁྱེད་རང་ལ་བདེ་བ་ཡོད་རེད་གློ་བུར་དུ། ཡིན་ནའི་མ་འོངས་པ་ལ་འདིའི་རིགས་འདི་མང་པོ་བཟས་ན་ཁྱེད་རང་གི་མཁལ་མ་འཁྲུངས་ལ་ཉེན་ཁ་ཡོད་རེད། གང་བུ་ལ་དཀའ་ངལ་འཕྲད་ཉེན་ཁ་ཡོད་རེད་མ་འོངས་པ་ལ་སྨན་དེ་འདྲའི་མ་བསྟེན་པ་ལ་ཡང་ནི་ཁྱེད་རང་གི་ཁྲེགས་ཆོད་ཀྱི་ལས་ཀ་དེ་བྱེད་ཡག་གི་ནུས་པ་ཚང་པ་ཉམས་འགྲོ་གི་རེད་དེ་འདྲ་སོང་ཙང་བསམ་བློ་ཧོབ་དེ་མ་བཏང་བྱས་ཡང་ནི་རྒྱུན་རིང་པོ་སོ་སོ་ཇི་སྲིད་གནས་པ་དེ་སྲིད་བར་དུ་འདོད་པ། ངོམ་དགོས་ཡག་གི་ཆེད་དུ་འདི་འདྲའི་བྱེད་བྱེད་ཐུབ་ན་ཡག་པོ་ཡོད་རེད་འདི། སྨན་རྩིས་ཁང་གི་སྨན་ཁང་ཆ་ཚང་ནས་རག་གི་རེད་ད་ག་ནང་བཞིན་སྒེར་པའི་སྨན་ཁང་མང་པོ་ཅིག་ལ་ཡོད་རེད་ད་ག་ནང་བཞིན་སྦེ་ལོ་ཀོ་བི་ལ་ཡོད་པའི། ཏཱ་ར་སུ་རི་སྨན་ཁང་ནང་ལ་ལས་འདི་ཡོད་རེད་འདི་འདྲ་སོང་ཙང་རྣམ་པ་ཚོས་འདི་ནང་ལོགས་ལ་ག་ཚོད་ཡོད་རེད་ཞུས་པ་ཡིན་ན། ཤོག་ལྕགས།

འོ་དེ་རེད་དེ་འདྲ་སོང་ཙང་དེ་རིང་གུས་པས་སྟོད་སྨད་བཅུ་དུས་རྒྱ་མཚོ་འདིའི་རྣམ་པ་ཚོ་ལ་སྤྱན་ལམ་ལ་བརྙན་འཕྲིན་ཞུས་བཞག་ཡོད་རྣམ་པ་ཚོས་འདི་གང་མང་མང་ཅིག་བརྒྱུད་སྐུལ་གནང་རོགས་གནང་གུས་པ་ལ་རྒྱབ་སྐྱོར་གནང་རོགས་གནང་ཞུ་བ་ཡིན་རྣམ་པ་ཚོས་ད་ལྟ་བར་དུ་རྒྱབ་སྐྱོར་ཧང་སང་ཡང་གནང་སོང་དེ་ཡང་རྣམ་པ་ཚོས་རྒྱབ་སྐྱོར་གནང་ཡ་དེ་བོད་ཀྱི་གསོ་བ་རིག་པ་ལ་དམིགས་པ་དང་གཅིག་འགྲོ་བ་སྡུག་བསྔལ་དེ་སྡུག་བསྔལ་གྱི་ཟིལ་བའི་ནད་པ་དེ་འགྱེད་ལ་དམིགས་པ་ད་ག་ནང་ཞིག་གུས་པ་གིས་ད་ཅིག་ལས་ཀ་ཁྲ་ལ་ཕྲན་བུ་བྱས་པའི་རྒྱུ་མཚན་ལ་བརྟེན་ནས་རྣམ་པ་ཚོས་རྒྱབ་སྐྱོར་གནང་དགོས་ཡོད་རེད་ཚང་མར་སྙིང་ཐག་པ་ནས། ཐོག་ཅི་ཆེ་ཞུ་ཡ་ཡིན། ཐོག་ཅི་ཆེ་ཡང་ཇི་མ་གི་ལི་ཐེ་ནང་མཇལ་ཡོང།